ཟེར་བའི་ཉམས་ལེན་བྱས་པ་ལ་དགྲ་བོ་འགོག་འདུག་ག། དེ་འདྲའི་བསམ་བློ་ལྟ་འདོད་གཅིག་མཇུག་ནས་སོན་ཡ་དེ་རེད། ཨེ་ནས་དགྲ་བོ་དེ་ང་ཚོའི་ཅིག་ད་ཟེར་བ་ག་འདྲ་བྱང་ཆུབ་སེམས་ཉམས་ལེན་བྱེད་ཡག་གི་འགལ་རྐྱེན་རེད་དེ། དགྲ་བོ་ལ་དགྲ་བོ་དང་ཅིག་ཨེ་ནས་ངན་སྨྲས་བྱེད་པ་དང་ཅིག་སྐྱོན་མཚང་འཁྲུད་པ་དང་ཅིག་དེ་འདྲའི་གི་ཐོག་ནས་ཨེ་ནས་ད་ཡང་ཅིག་སེམས་དཔའ་དྭངས་བའི་སེམས་ལ་སྡུག་པའི་སེམས་སྐྱེ་ཡོང་གི་འདུག་ག། ད་དེ་གི་དེ་ཨེ་ནས

བཀའ་དྲིན་ཆེ་ནི་རང་གི་བཟོད་པའི་ཉམས་ལེན་བྱེད་པའི་དགེ་བ་དེ་དགྲ་བོ་ལ་བསྔོག་པ་རེད་འདི་གསུངས་འདུག་ནུས་པ་ཆེན་པོ་ཞིག་རང་དང་བཟོད་བྲལ། ལང་ཀ་དང་བ་སོ་ནས་ཐུགས་ཀྱི་འགོག་རྐྱེན་ཏེ་ཞེ་སྡང་སྐྱེས་ཚེ་ད་དགྲ་བོ་ལ་དགྲ་བོས་རྐྱེན་བྱས་ནས་ཞེ་སྡང་སྐྱེ་ཡག་ད་དེ་གི་བྱང་ཆུབ་སེམས་སྐྱེ་ཡག་གི་གེགས་དུ་བྱས་ཡོང་གི་འདུག་ད་འདི་བསལ་ཡག་དེ་བཟོད་པའི་ཉམས་ལེན་གྱི་ཐོག་ནས་དགྲ་བོ་གལ་ཆེན་པོ་ཡིན་པ་དགྲ་བོ་དྲིན་ཆེན་པོ་ཡིན་པ། ད་ཡང་དགྲ་བོ་གལ་ཆེན་པོ་རེད་ཟེར་ནས་ཆེད་མངགས་དྲག་ཟོག་གོ་ཡ་ཡོད་མ་རེད་མེད་ན་མེད་པ་ར་ཡོད་རེད། རེད་བ་ཡ་ཟེར་དེ་འདྲ་ཡིན་དུས་འདུག་ཟེར་ཟེར་ད་གང་ལྟར་སངས་རྒྱས་པའི་ཆོས་ཟེར་ཏེ་ཆོས་རུ་རྣམ་གཅིག་གི་ཤེས་རབ་གསང་བ་དང་རེད་ད་གོ། རྐྱེན་ངན་མེད་ན་མེད་པ་ག་ར་ཡོད་རེད་བ་ད། རྐྱེན་ངན་བྱུང་ཚར་སོང་ན་ཁོ་གཡང་དུ་ལེན་ཁོ་གྲོགས་སུ་གྱུར། དངོས་གནས་ཐབས་མཁས་པ་རེད་འདུག་ག་ས་གང་དང་བྱ་བ་གང་དང་གང་ཡིན་ནས་བཅོམ་ལྡན་འདས་ཀྱིས་འདུལ་བའི་ནང་ནས་ཨེ་ནི་བྱེད་བྱེད་མུ་གུ་སུ་གསུང་བ་ནང་བཞིན་ཁོ་ཡུལ་དུས་དེ་དང་གནས་ཚུལ་འཚམས་པ་ཡུལ་དུས་དེ་དང་དེ་དང་དེ་ལ་རན་པ་ཞིག་ཐོག་ནས་དཔྱད་པ་གནང་གི་འདུག་ག་དཔྱད་པ་གསུངས་འདུག་ག་དཔྱད་པ་མཛད་འདུག་ག། བ་ཅི་ཙམ་ཡིན་ནི་ང་རང་ཚོས་བྱ་བྱ་བ་གང་དང་གང་བྱེད་པ་ཡིན་ནི་དགོས་པ་དང་རྒྱུ་མཚན་ཤེས་པར་བྱས་ནས་དགག་བྱ་དགོས་པ་དེའི་དེ་མཐོང་བར་བྱེད་དེའི་དེ་ཤེས་པར་བྱེད་ཨ་ནི་གཙོ་བྱས་གཞན་གྱི་དོན་བསམ་མོང་བྱེད་གཙོ་བོ་གཞན་དོན་ལ་ཕན་པར་བྱེད་གཞན་ལ་ཕན་པར་བྱེད་དགོས་ཡ་ད་དེ་གཙོ་བོ་བྱས་ད་དུག་ཚེར་འདྲ་ཡ་དེ་གསུང་གི་ཡོད་རེད་ཨོ་དེ་འདྲ་འདྲ་བའི་སྒོ་ནས། ཨཱ་ནི་བདག་གཞན་མཉམ་པ། བདག་ཅི་མཚིག་ཡིན་ཀྱང་གོ་དུ་མ་ནི་བསམ་པ། གཞན་ཅི་མཚིག་ཡིན་ད་གོ་དུ་མ་ནི་བསམ་པ། ཚིག་རྩ་ནི་ཨཱ་ནི། དྲིན་ཅན་ཁྱད་པར་བ་དེ་བསམ་བཏང་ན་ཡག་པོ་འདུག་ཨ། ཨཱ་དེ་དེ་སྤྱོད་འཇུག་གི་ཨཱ་ནི་བསམ་གཏན་ལེའུའི་ནང་ལ་ད་ཧ་ལས་པ་རེད། ཨཱ་དེ་དེ་གི་དོན་དག་མདོར་བསྡུས་པ་དེ་བླ་མ་ཆོས་པའི་ནང་གསུངས་བཞག་དེ་རེད་དོ། དེ་འདྲ་ཞིག་རེད། ཨཱ་ནི་མགོན་པོ་ཀླུ་སྒྲུབ་ཀྱི་བྱང་ཆུབ་སེམས་འགྲེལ་ནང་ལ་ཡོད་རེད།

ད་དེ་ནི་དྲངས་ནས་ད་ག་ད་ཅིག་གཞན་ལ་གཅེས་ཤིང་ཕངས་པའི་བློ་ཤུགས་དྲག་པོ་སྐྱེ་ཐུ་ཡ་བྱེད། མ་གཞི་དྲིན་དྲན་བྱས་ནས་བསམ་བློ་བཏང་ནས་གཞན་ལ་གཅེས་ཤིང་ཕངས་པའི་བློ། ཡིད་འོང་གི་བྱམས་པ། བསྒྲུབ་ཡ་དེ་ལས་ད་ལྟ་བདག་གཞན་བརྗོད་དགོས་ན་བློ་བྱ་ཡ་དེ་ཞེ་དྲག་ནུས་པ་ཆེ་ཡིན་འདྲ། ད་ཅི་བཞིན་འཕགས་པའི་བློ་སྐྱེས་ནས་ཡུན་དུ་བརྫངས་ནས་ཨ་ནི། ད་དེ་དག་ཨེ་ནི་སྡུག་བསྔལ་དང་འགྲན་འདོད་དང་བདེ་བ་དང་འགྲན་འདོད་དང། དེས་ཨེ་ནི་སྡུག་བསྔལ་མཐའ་དག་སེལ་བདེ་བ་མཐའ་དག་ལ་ཡང་དག་གི་འགོད་བསམ་པ་ཅིག་གིས་ལྷག་བསམ་སྐྱེས་ནས་ཡུན་དུ་ཨེ་ནི་ནམ་གྱི་དོན་ཉིད་ཀྱི་བློ་དེ་ལས་ཡོད་ན་ཅིག་ཨོ་དེ་འདྲ་ཡིན་པ་རེད།